དཀོན་མཆོག་གསུམ་ལ་ནི་ཉིན་ལན་གསུམ་དང་མཚན་ལན་གསུམ་སྐྱབས་འགྲོ་དགོས་ཞེས་ནི་དྲུག་འདུ་བ་འོ་དེ་དྲུག་སྟེ་དེ་ལ་རྣམ་སྣང་གི་རིགས་དམ་ཚིག་དྲུག་ཟིན་གྱི་དེ་ཨ་རེ། རྣམ་སྣང་གི་རིགས་དམ་ཚིག་དྲུག་ཟིན་ཏེ། འོ་ཚུལ་ཁྲིམས་རྣམ་པ་གསུམ་ལ་བསླབ་དགོས་པ་དང། དཀོན་མཆོག་གསུམ་ལ་ནི་ཉིན་ལན་གསུམ་མཚན་ལན་གསུམ་སྐྱབས་འགྲོ་བྱེད་དགོས་ཏེ་རྣམ་སྣང་གི་རིགས་དམ་ཚིག་དྲུག་བྱས། འོ། འོ་ཡ། འདིར་སོང་ཨ། གབ་ས། འོ་རྡོ་རྗེ་རིགས་མཆོག་ཆེན་པོ་ཡི་གཟའ་དེ་ནི་མ་མི་རྒྱུད་པའི་དམ་ཚིག་བཞི་ཡོད་རེད།

དྲན་པའི་སྒོ་ནས་དྲིལ་བུ་ལག་ཏུ་བཟུང་བསྐོར་བ་དང། ཕྱག་རྒྱ་སྐུ་ཡི་དམ་ཚིག་གསུམ་གྱི་རང་ཉིད་རྡོ་རྗེ་འཇིགས་བྱེད་ཡབ་ཡུམ་གྱི་ལྷ་སྐུར་བསྒོམ་བསྐོར་བ་དང། དེ་ནས་རྡོ་རྗེ་སློབ་དཔོན་གྱི་དམ་ཚིག་ཟིན་གྱི་སྟེ་སོ་སོ་གྱི་ལ་ཨོང་བསྐུར་རྒྱུད་བཞི་མན་ངག་སྣ་ཡིས་རྡོ་རྗེ་སློབ་དཔོན་དེ་ལ་ད་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་ནས་དེ་ལ་ཡ། ཉེ། ལན་གསུམ་མཚན་ལན་གསུམ་ལ་ཕྱག་མཆོད་ལ་སོགས་པ་བྱེད་ཀྱི་ཡིན་ཟེར་ནས་འོ་བསྟན་པས་དེ་ལ་རྡོ་རྗེ་སློབ་དཔོན་གྱི་དམ་ཚིག་ཟེར་གྱི།

ནི། ཕྱི་དང་གསང་བ། ཐིགས་པ་གསུམ་ཟིན་ཏེ་ད་ཕར་ཕྱིན་གྱི་ཐིགས་པ་གསུམ། ཉེ་དུས་ཀྱི་ཐིགས་པ་རང་རྒྱལ་གྱི་ཐིགས་པ་བྱང། ཐིགས་ཆེན་གྱི་ཐིགས་པ་ཟིན་ཏེ་ད། མདོ་སྔགས་གཉིས་སུ་ཕྱེ་བའི་ཕར་ཕྱིན་ཐིགས་པ་བཞི་རོ། འོ་དེ་གསུམ་གྱིས་ནི། བདེན་གཉིས་གསུམ་དང་བཅས་པ་བསླབ་ཀྱི་ཡིན། འོ་དེ་ལྟར་དེ་ལས་འོད་དཔག་མེད་ཀྱི་དམ་ཚིག་གསུམ། དེ་ནས་ད་དུད་འགྲོའི་རིགས་ཀྱི་དམ་ཚིག་ཅིག་དང་དེ་དེར་ལས་ཀྱི་རིགས་ཆོས་ཕྱིན་པ་ལ་སྡོམ་པ་ཐམས་ཅད་ལྡན་པ་ནི་ཡང་དག་ཉིད་དུ་སོ་སོར་ཆུད་པས་ལས་ནི་ཅི་ནུས་ཀྱིས་བྱ་སྟེ། ད་དེར་དམ་ཚིག་གཉིས།

གོང་གི་དེ་ནི་རིག་སྔགས་དེ་ཚོ་གི་དམ་ཚིག་དེ་ཚོ་སུ་ངག་ཁས་ལེན་པ་དེ་ལྷག་པར་དུ་ཡང་འཛིན་ངེས་ཤག་ཅེས་སོ་དེ་གཅིག་རེད་སྡོམ་པ་ཐམས་ཅད་ལྡན་པ་ནི་ཡང་དག་ཉིད་སོ། ནི་མཆོད་པའི་ལས་ནི་སྤྱི་ངེས་ཀྱིས་སུ་སྟེ་འོ་ད་ཉིད་ནས་སུ་ནི་མཚན་ལམ་སུ་དེ་མཆོད་པའི་ལས་ལ་ཡང་དེ་གང་ཐུག་ཏུ་བརྩོན་གྱི་ཡིན་ཤག་ཅེས་སོ་དེ་གཅིག་རེད་ད་དེ་རེ་སོང་ཨ་འོ་ཡ། རིག་སྔགས་དམ་ཚིག་བཅུ་དགུ་རེ་སོང་ཨ་འོ་དེ་གཅིག་དེ་ནས།

མ་བགྲོས་མ་བདག་བགྲོས། དབུ་མ་ཆེན་པོ་ཨོ་ཡོན་བཞི་བསྲེ་སྟེ། ད་སེམས་ཅན་སྡུག་བསྔལ་གྱིས་མནར་ནས་བདེ་བའི་དབུགས་འབྱིན་པར་མི་ནུས་པས་ནི་ཨོ་ངན་སོང་གསུམ་ལ་སོགས་པ་དེ་ཚོ་གི་སྡུག་བསྔལ་དང་བཅས་པ་དབུགས་འབྱིན་པར་བྱེད་པས་ཡིན་སྲིད་པས། དབུ་མ་ཆེན་པོ་ཨོ་ཡོན་བཞི། མདོར་བསྡུས་ན། མདོར་བསྡུས་ན་ནི་སེམས་ཅན་ཐམས་ཅད་མི་གནས་པའི་མྱ་ངན་ལས་འདས་པའི་ས་ལ་འགོད་ཀྱི་ཡིན་སྲིད་པ་རེད། ཨོ་སེམས་ཅན་མྱ་ངན་འདས་ལ་འགོད། འོ་དེ་རྣམས་ཀྱིས་ངོ་ཚོ། དེ་སྔགས་རྫོགས་སོང་བའི་ཆོ་གར་བ། ཡིན་ལ་ད་ལྟའི་འདི་ཀ་ལ་སྔགས་རྫོགས་སོང་བའི་ཆོ་ག་འདི་འདོན་ཡ་དེ་ག་རེད་ཟེར་ན་ད་དེ་སྒྲུབ་པའི་མཆོད་པ་ཡིན། དེ་ཨ་རེ། འདི་ཀ་སོགས་སྒྲུབ་པའི་མཆོད་པ་རེད་མ་གཏོགས་ཅི་གི་འདི་ཀ་དུ་སྔགས་སྡོམ་ལེན་པ་རེད་བས་ཟེར་ན་མ་ཡིན། འདི་ཀ་ལ་ཡང་སྔགས་སྡོམ་གསར་དུ་ཐོབ་པ་རེད་བས་ཟེར་ན་ཐོབ་པ་མ་རེད། སྔགས་སྡོམ་མ་ཉམས་པ་དེ་ཉམས་པ་སོར་ཆུད་པ་རེད་བས་ཟེར་ན་དེ་ཡང་མཆོད་པ་མ་རེད། ཡིན་ལ་ཡང་སྔགས་སྡོམ་དེ་ནི་སྡོམ་པ་ཡང་གོང་འཕེལ་དུ་འགྲོ་བའི་དགོས་པ་ཡོད། ཨ་རེ། སྡོམ་པ་ཡང་གོང་འཕེལ་དུ་འགྲོ་བའི་དགོས་པ་ཡོད། བ་དེ་རེད། ད་ནམ་གྱི་ངེད་མ་ཡིན་ཀུན་འདུས་རྒྱལ་མང་པོ་གསུངས་སོང་དེ་ལྟ་ན་ང་ཚོ་ཨ་ན་འདོན་ཡག་ཆོ་ག་གཅིག་པ་ཡིན་ན་ད་ཨ་ན་སྔགས་སྡོམ་ལོན་པ་ལ་གང་འདྲས་ཀྱི་སྐོར་ཟེར་ན་ཨ་ནི་ཁྱད་པར་གསུམ་ལྡན་གྱི་སྐོར་གསུངས་ཨ་དོ། ཁྱད་པར་གསུམ་ལྡན་གྱི་སྐོར་གསུངས་ཏོ། ཁྱད་པར་གསུམ་ལྡན་ག་རེ་ཟེར་ན་དབང་དང་འབྲེལ་བ་ཨ་རེད། ད་ལྟའི་སྔགས་སྡོམ་ལོན་ཡག་ཆོ་ག་འདོན་ཡག་བྱེད་ཏོ་ཨ་དེ་འདོན་ཡག་དེ་དབང་དང་འབྲེལ་བ་གཅིག་བྱས། ཨ་ནི་དེའི་སྟངས་དེ་རིགས་ངེས་སྡོམ་གསུམ་ལན་གསུམ་འདོན་པ་ལན་གསུམ་འདོན་དགོས་པ་ལན་གསུམ་འདོན་པ་བྱས། དེ་ནས་དེ་གང་དེ་ལ་ཡང་སྡོམ་པ་ལེན་དུས་དམིགས་ཕུག་ནས། དམིགས་ཕུག་པ། འོ་དེ་འདྲས་ཀྱི་གསུམ་ཚང་ནས་དེ་བྱས་སོང་ན་ད་སྔགས་སྡོམ་ལེན་སྔགས་སྡོམ་ལེན་དགོས་རེད་སྔགས་སྡོམ་ཐུབ་དགོས་རེད། ཅེས་སོང། དྲི་བ། ཨོང་དང་འབྲེལ་བ། ཨོང་དང་འབྲེལ་བ་མ་ལོག་ན་སྔགས་སྡོམ་དང་དེ་རིང་སྡོམ་གསུམ་ལན་གསུམ་སྡོད་མ་ཚར་ཐུན་མོང་དུ་གསང་བ་འདུས་པའི་མདུན་བསྐྱེད་རྣམས་ལ་གཡོར་བ། སངས་རྒྱས་བྱང་ཆུབ་སེམས་དཔའ་ཀུན་བདག་ལ་གོ་མ་ཚོལ་བརྟེན་ལན་གསུམ་འདོན་བར་བ་ཨོ་དེ་ལྟའི་སྡོམ་པ་ས་དུག་བ་མ་རེ་ཨོ་ཨོ་དང་འབྲེལ་བ་སི་ཏུ་ད་ག་ད་དང་བཅུ་དང་འབྲེལ་པའི་སྒོ་ནས་དང་བཅུ་དང་འབྲེལ་པའི་སྒོ་ནས་ད་ཨོང་གི་མགོ་ལ་ཨོ་དེ་ལྟའི་འདོན་པ་ཨ་དེ་སྡོམ་པ་ལན་བདུན་གྱི་དམིགས་ཐུག་བ་ཨོ་དེ་ཡང་དེ་ནས་ག་ད་དེ་ནས་ཆོ་ག་ལན་གསུམ་འདོན་པ་ཨོ་ད་དེ་འདྲས་སུ་གསུམ་ཚང་དགོས་དགོས་རེད། སྔགས་སྡོམ་ཐོབ་བ་ལ།

འཇིག་རྟེན་གྱི་ཆོས་བརྒྱད་དང་བྲལ་བའི་སྲིད་དུ་ནམ་རྒྱུན་འཇིག་རྟེན་ཆོས་བརྒྱད་སུ་ཡོངས་གྲགས་འཇིག་རྟེན་ཆོས་བརྒྱད་སུ་སྦྱོར་བ། འོ་དེ། ངོ་ཚ་ནམ་རྒྱུན་སྲིད་དུ་འཇིག་རྟེན་ཆོས་བརྒྱད་སྲིད་དུ་འདྲ་ཆགས་ཅེས་བྱ་བ་འདི་ཅི་དེ་ལས་ཀྱང་ཅི་བསམ་བཏང་དོ། དེ་མར་བ་འཇིག་རྟེན་ཆོས་བརྒྱད་སྲིད་དུ་ད་ལྟ། བཤེས་སྤྲིང་ན་མར་བས། འཇིག་རྟེན་མཁྱེན་པ་རྙེད་དང་མ་རྙེད་དང། རྙེད་དང་མི་རྙེད་དད་དང་མི་དད་དང་ལྟོས་མེད་བཅས་ཀྱི་འཇིག་རྟེན་ཆོས་བརྒྱད་པོ་དག་གི་ཡུལ་མིན་ཡང་མགོ་སྙོམས་སུ་སེང་གེ་སྤྱང་དུ། བཤེས་སྤྲིང་ན་ལ་མགོ་བོ་རྒྱལ་པོ་དད་ཆོས་བསམ་པ་ལ་བ་བསྡམས་ནས་དེར་བཟུང་དུ་བ། འོན་ཏེ། འཇིག་རྟེན་ཞེས་པ་གཉིས་དང་མ་གཉིས་སུ་དག་ག་ད་སོ་སོ་ལ་གཉིས་པ་བྱུང་ན་དགའ་བ་དང། གཉིས་པ་མ་བྱུང་ན་མི་དགའ་བ་གཉིས་བཤད་འཇིག་རྟེན་ཞེས་པ་གཉིས་དང་མ་གཉིས་དག་ནི་གཉིས་དང་མ་གཉིས་སུ་དེ་གཉིས་སོ་སོ་ལ། བསྙེན་བཀུར་བྱེད་པ་དང་དེ་འདྲ་བྱུང་ན་དགའ་བ་དང་དེ་མ་བྱུང་ན་མི་དགའ་བ་བཤད། དེ་ནས་སོ་སོ་ལ་བསྟོད་ར་བཏང་གི་བྱུང་ན་དགའ་བ་དང། སྨད་ར་བབས་ན་མི་དགའ་བ་བཤད།

ད་ཚོད་བཞི་ཆུ་བ་བཙོ་ནས་ད་དེ་ནས་མ་ད་ད་འདི་དེ་རེད་ཨོ། ད་ཆུ་བ་ཆུ་ཁུལ་ལམ་གྱི་མགོ་བཙུགས་མ་རེད་ཨོམ་སོགས་པ་བ་ཞིང་ཟེར་བ་ཨོ་དེ་རེད་ད་འདི་དེ་སེ་གོ་རེད་ད་ནམ་གྱི་ཚོགས་ཞིང་ཚོགས་ཞིང་ཆོས་ཚར་ནས་དན་ཅིག་ཚོགས་ཞིང་གི་ལྷ་སྤྱན་དྲངས་ཞོར་བ་ཨོ་སྤྱན་དྲངས་ཡིན་ད་ད་དེ་ཚོགས་ཞིང་དེ་ལ་ཚོགས་བསགས་ཚར་ནས་ནི་ཚོགས་ཞིང་པ་རང་གནས་སུ་ཤི་བའི་ལུགས་སྲོལ་ཅིག། ཡང་མིན་ན་ཚོགས་ཞིང་དེ་འོག་ལ་སྟོང་སྦྱངས་བྱས་པའི་ལུགས་སུ་ཆེ། ཡང་མིན་ན་ཚོགས་ཞིང་དེ་སོ་སོའི་སྨད་མཚམས་ལ་ཚུལ་ཐིམ་པའི་མོས་པ་ཆེ་ཆེན་གསུམ་ཡོད་ཟེར་བར། ཚོགས་ཞིང་ཆུ་བ་ཚ་ཚེ་ཚོགས་ཞིང་གི་ལས་ཀ་ཚར་བ་དང། སྐུ་མགྲོན་གྱི་གདན་འདྲེན་ཞུས་ནས་ཆུ་བ་རྐང་ཕུད་ཚར་བ། འོ་དེའི་ཕྱིར་དེ་ལྟར་ཚོགས་ཞིང་པ། གཤེགས་ཚུལ་བྱེད་སྟངས་དེ་ལ་ཡང། པའི་རང་གནས་སུ་ཤི་བ་གཅིག། ད་དེ་སྔོན་གྱི་ས་བོན་འདྲེས་པ་ལས་དེ་རིགས་འགྲོ། ས་བོན་འདྲེས་པ་ན་ཚོགས་ཞིང་ན་རང་གནས་སུ་ཤི་བ་རྒྱུ་གཟུགས་འགྲོ།

ད་དེ་ཚོ་འདི་ན་དགེ་བཤེས་དང་དེ་ཚོ་ད་ཧ་གོ་གོ་རེད་ད་ཧ་གོ་ད་ཁྱོད་ཚོ་ཁ་ཤས་ཕན་པའི་ཞིག་ངས་འདི་མ་ཟེར་བདུད་རྩི་བཤད་པ། འཆི་བ་ཆགས་སྒོའི་ལམ་ལམ་གྱི་གོམ་ཐག་དེ་བདུད་རྩི་བཤད་ན་ད་འཇིགས་བྱེད་འདྲ་པོ་ཅིག་ཧ་གོ་ན་ཡང་སང་དུས་འདྲ་པོ་ལྟ་བུ་བྱེད་འདྲ་པ་བལྟས་ཚེ་ཁ་ཕོག་ན་ལས་ལྷག་རེད་བ། དཔེར་ན། ཨ་རི་ང་ཚོ་འཆི་བ་ཆུ་སྒོའི་ལམ་བརྒལ་སྲིད་དུས་ང་རང་ཚོ་མཐའ་མའི་བར་མ་འཆི་འོང་དུས་ནི་ནང་ལོག་གི་སྣང་བ་ཆགས་སྟངས་སྦྱོར་བ། ཨོ་སྣང་བ་ཆགས་སྟངས་དེའི་རིམ་པ་དང་མཐུན་པ་བྱས་ནས་ད་ཟླ་བརྒྱད་རིང་གི་སྐབས་སུ་གོམས།

བསྐྱེད་རིམ་གྱི་སྐབས་སུ་ཐ་ཐིག་པའི་མོས་པ་ཡེ་ཤེས་ཙམ་གྱི་གོང་བུར་མ་ཐོན་སྔུན་གནས་རྒྱུ་ཐུགས་བ་མར་བ་ཐ་ཐིག་གི་དགེ་རྩ་སྨིན་བྱེད་དུ་ཕྱིན་རྫོགས་རིམ་སྐབས་སུ་སྔུན་གནས་དྲན་རིམ་འཆི་བ་འཆི་བ་སྟེ་ཐ་མའི་འཆི་བ་མ་བཏང་བ་བཞིན་ལམ་ལ་རྒྱུ་ཐུགས་བ། འོ་དེ་འདྲའི་གྱི་རིམ་པ། འོ་དེ་ཡིན་ཙང་ཐ་དད་ཡང་སངས་རྒྱས་ཀྱི་ས་དགེ་ནི་ཆོས་སྐུ་དང་མཐུན་པ། བར་བར་རྫོགས་རིམ་དང། དེ་ཚོའི་སྐབས་སུ་ལ་ཡང་ད་ལམ་འོད་གསལ་སེང་གེ་དེ་དང་རྣམ་པ་མཐུན་པ། ད་ལྟ་ང་ཚོ་ཐ་མལ་བའི་སྐབས་སུ་ཡང་འཆི་བ་དང་མཐུན་པའོ་དེ་གསུམ་རྣམ་པ་མཐུན་པ་གཅིག་བསྒོམ་པ་དེ་ལ་འཆི་བ་ཆོས་སྐུའི་ལམ་རྒྱལ་རིལ་ཟེར་བ། ད་དེ་ག་འདྲ་རེད་ཟེར་ན། ད་དེ་གའི་ང་ཚོ་རྣམས་ཀྱི་གཙོ་བོ་གཙོ་དེ་རྟགས་ཆ་རྟགས་བརྒྱད་འཆར་ཚུལ་དག་གོ་དགོས་པ་རེད། རྟགས་བརྒྱད་འཆར་ཚུལ་དག་གོ་ཟེར་ན་ནི་དེ་ལྟར་མཐུན་པ་བཞིན་ད་ལྟའི་དེ་ག་དུ་གོ་དགོས་པ་རེད། ད་རྟགས་བརྒྱད་འཆར་ཚུལ་དེ་ནམ་རྒྱུན་ང་ཚོ་གི། མི་ལྔས་སྐྱེས་ཁམས་དྲུག་ལྡན་མ་མ་ཕྱེ་ཡོང་དུས་ནི་ང་ཚོ། ད་དཔེར་ན་ད་ང་ཚོ་དེ་ནི་རགས་པ་ཉེར་ལྔ་ཚོས་ད་རེར་གཙོ་བོ་ཤེས་མགོ་བྱས་མགོ་ཉོ་ར་རེད། ད་རགས་པ་ཉེར་ལྔའི་གི་ནང་ལས་ད་གཙོ་བོ་གཙོ་ང་ཚོ་ཕུང་པོ་ལྔ་ཡི་ནང་རུ་ཟོ་ཕུང་ཐིམ་འགྲོ་དགོས་ར་བ་མི་མ་ཤི་ཡོང་དུས་མ་ཟོ་ཕུང་མ་ཉམས་འགྲོ་དགོས་ར་བ། ཧོ། གཟུ་བོ་མ་མྱང་འོངས་ཏེ་ནག་ལོགས་ལྟག་གར་བྱ་བར་བྱེད་ན། སྨིག་རྒྱུ་བཏབ་པའི་སྣང་བ་སེང་གེ་བྱ་བ་ཡོད། སྨིག་རྒྱུ་བཏབ་པའི་སྣང་བ། སྨིག་རྒྱུའི་ངོ་ཚ་སྨིག་རྒྱུའི་ཆུ་སེང་གེ་སྦྱོར་བ། བྱི་མ་དང་ཉི་མའི་འོད་ཟེར་འཕྲད་འོངས་ཏེ་སྨིག་རྒྱུའི་ཆུ་སེང་གེ་བྱ་བར་བ། ཧོ། དེ་འདྲ་བའི་གི་སྣང་བ་ཅི་བྱ་བར། ཧོ། དེ་ལྟ་ཅི་སྣང་བ། རྟགས་བརྒྱད་ཀྱི་ན་རྟགས་དང་པོ་དེར། ད་དེ་ནས་མཚོ་ཡི་ཕུང་པོ་མ་མཐིང་འོངས་ཏེ་ད་རྟག་གར་བྱ་བར་བྱེད་ན། ནི་དོ་བ་བཏབ་པའི་སྣང་བ་སེང་གེ་བྱ་བ་ཡོད། རེ་བ། ང་ཚོ་ཁང་པ་བྱས་ན་དོ་བ་སང་དུ་རབ་ཅིག་བཏང་ནས་དོ་བ་མ་ང་པ་ཡས་ཚར་ནས་དོ་བ་ལྷག་མ་བཅིང་བ་ཁྱིམ་ཁྱིམ་རབ་ཅིག་བསྡད་འདེགས་རོགས་ཨོ་དེ་འདྲས་ཀྱི་གནང་བ་ཅིག་ཆགས་ཀྱི་ཡོད་ཟེར་ཐན་དུ་ཚོ་ཡི་ཕུང་པོ་འཐེན་དུས་ཨོ་དེ་རྟགས་གཉིས་པ་བྱས། ད་དེ་ནས་འདུ་ཤེས་ཀྱི་ཕུང་པོ་མ་འཐེན་འོང་དེ་ནས་ཁ་ནག་མེ་ལྕེ་ལྟ་བུ་ཟེར། ཁ་ནག་མེ་ལྕེ་ལྟ་བུ་ཟེར་དུས་ད་ང་ཚོ་ཚལ་ནག་གོ་འཚམས་དང་དེ་ཕྱི་རོལ་ནག་གུང་ན་དུ་ནག་པར་འབུ་འདྲ་བུ་དེར་མ་ཚིལ་ཚིལ་ཚིལ་གྱིས་འབྲུག་གདོང་ཨོ་དེ་འདྲས་སོང་རོགས། ཡང་མིན་ན་ནག་གུང་བྱས་ན་ཅིག་རྩ་འདྲ་པོ་བྱས་ལ་མེ་སྤར་ནས་ནང་ག་ལ་གཏོར་རེ་ནས་མར་ཚུར་ཅིག་བྱེད་རོགས་དེ་འདྲའི་བཟང་རེད་ཅེས་པ། ཡང་མིན་ན་ངོ་ཚོས། སྐྱིད་པོ། ད་དེ་དཔེར་ད་འགའ་མང་པོ་བཀོད། དཔེར་ན་མཚམས་སང་ངོ་ཚོས། ཧ་ཡང་དེ་འདྲའི་ནང་ལ་ད་བྱ་འདྲ་པོ་ད་བཀོད་འོང་ད་ཧ་ཡང་ཁྱེད་ལ་བྲག་བརྐོས་ལོ་ལ་ཡང་མེ་ཅིག་ཅིག་ཆགས་ཡོང་ང། མེ་རྩ་ཅིག་ཆགས་ཡོང་ང། ཨོ་ཧོ་དེའི་སོང་ང། ཨོ་དེ་འདྲའི་གི་སྣང་བ་ཅིག་ཆགས་ཡོད་ཟེར་ལ་ཁ་ནག་མེ་ཁྱི་ལྟ་བུ་གི་སྣང་བ་ཟེར་བ་རེད། ཨོ་དེ་ཅི། ད་ད་འདུས་བྱས་ཀྱི་ཕུང་པོ། ད་འདོད་ཆད་ཀྱི་ཕུང་པོ་མ་དེ་འོང་སྟེ་དེ་ནས་མ་མི་འབར་བ་ལྟ་བུའི་སྣང་བ་ཆགས་ཡོད་ཟེར་མ་མི་འབར་བ་ལྟ་བུ་རེད་བ། མ་མི་མ་ཆོས་མི་མ་རྫོགས་ག་ལ་ག་དེ་ནི་ཏིང་ངེ་ན་ལས་མ་ལྷམ་ལྷམ་ལྷམ་ལྷམ་ཞིག་བྱེད་དོ། ཡང་མ་ན་མ་མི་གཅིག་པའི་ས་སྟོང་རབ་ཅིག་ན་མ་མི་བཞག་ནས། དེ་ནི་འོ་དེ་ནི་ས་སྟོང་ཁ་ལ་པ་ཙག་གི་ན་འོད་མ་ལྷམ་ལྷམ་ཅིག་ཆགས་རོ། འོ་དེ་འདྲས་ཅིག་ཆགས་ཡོད་ཟེར་འདོད་ཆད་ཀྱི་ཕུང་པོ་ཐིམ་པའི་སྐབས་སུ། ད་དེ་ནས་མ།

ད་རང་ལུས་ཀྱི་སྟོད་སྨད་གང་ག་ཡ་ཐིམ་ནས་སོ་སོའི་ཐུགས་ཀའི་ཧཱུྃ་ཡིག་བརྗོད། རོ་ཧཱུྃ་ཡིག་དེ་ལ་ཡ་ཨཱ་ཐིམ་པའི་མོས་པ་བྱེད། དེའི་སྐབས་ལ་ཡ་ནི་དོ་བ་དག་པའི་གི་སྣང་བ་དང་ཆ་གསུམ་བསམ་པ་བྱེད། ད་ཧཱུྃ་གི་ཞབས་ཀྱུ་སྟེ། ཧཱུྃ་གི་ཞབས་ཀྱུ་དེ་ཡ་ཧཱ་གང་རུང་ལ་ཡ་ཐིམ་དུ་སྟེ། དེ་ནི་ཐམས་ཅད་ཀྱི་ངོ་ཚ་ད་ནི་གསུམ་པ་དེ་ཡིན་པ། ཁ་ན་མེ་ལྕེ་ལྟ་བུ་ཡིན་པ། དེ་ཆ་གསུམ་བསམ་པ་བྱེད། ད་ཧཱ་དེ་ཧཱ་གི་མགོར་ཡོད་རོ་མགོ་ཡིག་གི་མགོ་ཅི་ཡོད་པ། དེ་ལ་ཡ་ཐིམ་པའི་སྐབས་ལ་ཡ་ནི། མ་མོའི་སྦ་བ་ལྟ་བུའི་སྣང་བ་ཆ་གསུམ་བསམ་པ་བྱེད།

དེ་ནས་ཉུང་ཡུལ་སྡེ་བ་སུ་དེ་དེ་འདྲའི་བློ་དེ་ཡང་ནི་དེ་ཡོད་ངོ། ཅེས་གསུངས་པ་བཞིན། ད་དེ་འདྲའི་བློ་དེ་རང་ཉིད་མ་འོངས་པ་ན་སངས་རྒྱས་རྒྱུད་ཀྱི་རང་གི་ཐོབ་བྱར་གྱུར་པའི་ནི་ཡེ་ཤེས་ཆོས་སྐུ་བློ་ཡིན་སྙམ་པས་འོ་དེ་ལ་ཆོས་སྐུའི་ང་རྒྱལ། འོ་ད་དེ་འདྲའི་ཅིག་བཞག་པས་ན་ད་དེ་རེ་འདུག་གོ། ཁྱེའུ་ཆོས་སྐུའི་ལམ་རྒྱལ།

ད་མདོར་ན། གཟུང་བ་དང་འཛིན་པས་བསྡུས་པའི་སྔ་མ་དེ་གའི་གཟུང་བ་དང་ཕྱི་མ་དེ་འཛིན་པ་ཡིན་གྱི། གཟུང་བ་དང་འཛིན་པས་བསྡུས་པའི་ཆོས་ཐམས་ཅད་རང་བཞིན་གྱིས་རྣམ་པར་ཐར་པའི་བདག་ཉིད་དེ་ངའོ་ཟེར་བར་བསྔགས་ཏེ་བྱ། ཨོ་དེ་ཅི། ཡང་ཨོ་མི་ཤོ་བ་ཛྙཱ་ད་རྒྱ་ན་བེ་ཛ་སོ་བྷ་ཝང་སི་སྟེ་ཨོ་མི་ཤོ་བ་ཛྙཱ་ད་སེ་ན་ཡུལ་སྟོང་པ་ཉིད། རྒྱ་ན་སི་སྟེ་ཡུལ་ཅན་ཡེ་ཤེས། རྒྱ་ན། ཡུལ་ཅན་ཡེ་ཤེས། བེ་ཛ་སི་སྟེ་རྡོ་རྗེ། སོ་བྷ་ཝ་སི་སྟེ་རང་བཞིན། ཨེ་མ་ཀ་སི་སྟེ་བདག་ཉིད་ཨའོ་སི་ངའོ། ཡུལ་སྟོང་པ་ཉིད་དང་ཡུལ་ཅན་ཡེ་ཤེས་གཉིས་ཀྱི་དབྱེར་མེད་ཤེས་པའི་བདག་ཉིད་དུ་ངའོ། འོ་དེ་སྔགས་ཉིད་ཀྱི་དོན་དག་དེ་ཡིན་པས་རེད། བྱེ་བྲག་འཆི་བ་ཆོས་སྐུའི་ལམ་གྱི་སྒོམ་དེ་སྔགས་ཉིད་ཀྱི་དོན་དག་གོང་གི་གཟིགས་པའི་མདོ་ཨ། ཀྱི། ཇི་ཡི་ལྷ་ཆོས་སྨོན་ལམ་ནས་ཡོད་པ། སྔགས་ཉིད་དོན་དག་གདོད་ནས་དག་པའི་དབྱིངས། བདེ་ཆེན་རང་གི་སེམས་དང་རོ་གཅིག་པ། ཡེ་ཤེས་ཚོགས་རྫོགས་ཕྱི་བས་སྐྱོང་སྤངས་ཀྱི་འོད་གསལ་ལམ་གྱི་ཆོས་སྐུ་ཐོབ་བ་ཞེས་སྔགས་མདོ། འཆི་བ་ཆོས་སྐུའི་ལམ་གྱི་སྒོམ་པའི་སྨོན་ལམ་དེ་རེད། གོ་སོང། སྔགས་ཉིད་དོན་དག་སྔགས་ཉིད་ཀྱི་དང་དེ་དེ་རེད། རོ་ཡི་སྔགས་ཉིད་དོན་དང་བསྡོས་ནས་དག་པའི་དབྱིངས་སུ་བསྡོས་ནས་དག་པའི་དབྱིངས་སྟོང་པ་ཉིད་རོ། དེ་བཞིན་རང་གི་སེམས་དང་རོ་གཅིག་པ་སོགས་ཏེ་དེ་འདྲའི་སྟོང་པ་ཉིད་དེ་དང་རང་གི་སེམས་གཉིས་པོ་དེ་དེ་ལ་རོ་གཅིག་ཏུ་ཞུགས་པ་མེད། སྔགས་ཉིད་དོན་དང་བསྡོས་ནས་དག་པའི་དེ་བཞིན་རང་གི་སེམས་དང་རོ་གཅིག་པ། ཡེ་ཤེས་ཚོགས་རྫོགས་ས་དེ་བསྒོམ་པ་ལ་བརྟེན་ནས་ཡེ་ཤེས་ཀྱི་ཚོགས་རྫོགས་ནས། ཐ་མལ་པའི་འཆི་བ་དག་སྦྱངས་ནས་སངས་རྒྱས་ཆེ་བའི་ཆོས་སྐུ་དེ་ཐོབ་པར་གྱུར་སྲིད་ཀ།

ད་བྱེ་བ་ཆོས་སྐུའི་ལམ་བྱེད་དེ། དེ་ལ་གནས་ཏེ་དེ་ད་དེ་ཡེ་ཤེས་ཆོས་སྐུ་གི་ཆོས་སྐུ་འབའ་ཞིག་ལ་གནས་པ་ཡིན་ན་ནི། བི། ད་དུས་བྱས་དངོས་སུ་མཇལ་ཐུག་གི་མི་འདུག་ད་དེ་ལ་ཡང་མཇལ་ཐུག་ཡག་གི་ད་ཟུག་གུ་ཞིག་བཏང་དགོས་ཀྱི་འདུག་ཟེར་འཕེན་པ་ཅིག་དངོས་སུ་བཏང། དེ་འདྲའི་འཕེན་པ་དེ་དངོས་སུ་བཏང་པའི་སྒོ་ནས་ནི་དེའི་གཤམ་ལ་མ་ནི་འདི་འབྱུང་བཞིའི་དཀྱིལ་འཁོར་དེ་བསྐྱེད། རེད་བ། འོ་འབྱུང་བཞིའི་དཀྱིལ་འཁོར་དེ་བསྐྱེད།

དྲི་བ། ཐུན་མོང་གསུམ་ཀ་བསྒོམ་ཡ་དེ་དེ་རེད་ང་ཚོ་དཀར་ཟའདཀར་ཟ། དེ་ལས་འོད་ཟེར་འོག་ཏུ་འཕྲོས་པས་རྡོ་རྗེ་ས་བརྒྱད། ལོགས་སུ་འཕྲོས་པས་རྡོ་རྗེ་ར་བ་སྟེང་དུ་འཕྲོས་པས་རྡོ་རྗེ་གོ་གོལ་གྱི་བོ་ར་ཡའི་སྟེང་དུ་རྡོ་རྗེ་བླ་རེ་ལྡན། ཐམས་ཅད་ཀྱི་རྡོ་རྗེ་འབར་བའི་རང་བཞིན་བག་ཙམ་མེད་པ། དུམ་བུ་གཅིག་ཏུ་གྱུར། རེ་བའི་དེ་རེ་བའི། འོ་སྐལ་བ་འབྱེད་པའི་མེ་ལྟ་བུ། ཁ་དོག་རྣམས་ནི་མེ་དཔུང་ཕྱོགས་བཅུར་འཕྲོ་བར་གྱུར། སོ་བ་དེ་བར་དུ་ཐུན་མོང་བའི་གསུམ་ཀ་རེད། ཐུན་མོང་གསུང་བ། འོ་དེ་དེ་འདྲའི་ཐུན་མོང་གསུང་བ་ཟིན་ག་དེ་ཐུན་མོང་བ་དེ་རྒྱུད་སྡེ་འོག་མ་དང་ཐུན་མོང་ཆ་དོ་རེད། རྒྱུད་སྡེ་འོག་མ་ལ་དེ་འདྲའི་གི་གསུང་བ་དེ་དགོངས་ཡ་ཡོད་རེད། འོ་དེ་ཡིན་ས་དེ་ཡིན་གསུང་བ་བསྒོམ། ད་དེ་ཐུན་མོང་གསུང་བ་བསྒོམ་ས་དེ་ད་དེ་མ་དེའི་འོག་དེར་ད་ཐུན་མོང་མ་ཡིན་པའི་གསུང་བ་ཁྲུ་བཅུའི་གསུང་བ་དེ་རེད། ར་ཡོད་ཡོད་སུ་གྲུམ་ལ་ཀ་ཡོད་ཀོ་རུ་སུ་དེ་ད་དེ་ག་དུ་ལ་ཡ། ད། ཐུན་མོང་མ་ཡིན་པའི་གསུང་བ་དེ་ཁྲུ་བཅུའི་གསུང་བ་བསྒོམ་ཁྲུ་བཅུའི་གསུང་བ།

ཁོ་ལ་ཁོག་མེད་པ་རབ་བཟང་དང་པོ། ཁོ་ལ་ཁ་ལི་ཁ་ལི་ཁོ་ཁོའི་དམིགས་པ་ཤེས་ན་སྲོག་རླུང་ཕ་ཡ་ཉིན་ཁ་ཡོད་ཟེར། ན་ཡོད་ཡོད་རབས་སུ་ཞིག་རོགས། མགྱོགས་པོ་འཁོར་བ་ཡིན་ན་མགྱོགས་དྲགས་ན་ང་ཚོ་ཡིན་ན་རླུང་འཁོར་བ་སོང་དེར་ཧ་ཅང་མགྱོགས་དྲགས་ཏེ་ཁོག་མེད་སོང་བ་ཇི་ལྟར་བྱེད་འོ་དེ་འདྲ་ཞིག་དགོས་ཟེར། གསང་འདུས་རྒྱུད་ཆེན་མོའི་སྐབས་སུ་མི་གཡོ་བ་དང་མཚུངས་པ་འགོག་སོ།

ཁྱེད་ལྟ་བུ་དང་དེ་ལས་མི་མ་ཡིན་བར་ཆད་ལྟ་བུ་དེ་འདྲ་ཡོད་ན་དེ་ནི་གསུམ་དང། བཅུ་པོ། གཙོ་བོ་གཙོ་སོ་སོའི་བར་ཆད་སོགས་ཡི་ཆད་དུ་ཡིན་ན་དེ་ནི་འཁོར་ལོ་གཡས་སྐོར་དུ་འགོག་པ་རེད། འཁོར་ལོ་གཡས་སྐོར། འཁོར་ལོ་གཡས་སྐོར་འགོག་པ་རེད། འདོགས་པ་གཙོ་བོ་ཡིན་ན་འཁོར་ལོ་གཡོན་སྐོར་དུ་འགོག་པ་རེད།

ཐོ་བ་གཤིན་རྗེ་གཤེད་དང་དབྱུག་པ་གཤིན་རྗེ་གཤེད་དང་པད་མ་གཤིན་རྗེ་གཤེད་དང་རལ་གྲི་གཤིན་རྗེ་གཤེད་ས་བཅུ་གསུམ་དེར་བ། ཡིན་ན་ཡང་ད་ལྟ་ང་ཚོ་འདི། དེ་བྱེད་ཀྱི་འདུག་བ། ཇི་བྱས་དངོས་གནས་བྱས་ན་གཙོ་བོ་ཡབ་ཡུམ་བྱས་ན་ལྷ་བཅུ་བཞི་རེད་འདོད་ཡ་རེད། ས་བཅུ་གསུམ་གྱི་དེར་དངོས་གནས་ཡུམ་དང་བརྩེ་བས་ན་ལྷ་བཅུ་བཞི་རེད་འདོད་ཡ་རེད།

འཇམ་པའི་དབྱངས་ཀྱི་རས་བྲིས་ཡིན་པ་ལ་རས་བྲིས་ཀྱི་ཡོལ་བ་ཁ་ཐུག་ལ་ཡང་དེ་ཡིག་ཡར་ལངས་སྟེང་གི་འཇིགས་ཡུལ་མི་གཅིག་བསྐྱལ། ཨོ་ད་དེ་བསྐྱལ། ད་དེ་ལས་འོད་ཟེར་བག་འཕྲོས་ནས་བ་འོད་ཟེར་སྤྲོ་བསྡུ་བྱས་ནས། བདེ་བ་ཞེས་པ། ཐམས་ཅད་སྤྱན་དྲངས་ནས་ནི། རས་བྲིས་དེ་ཡིག་དང་བཅས་པ་དེ་ལ་ཐིམ། ཨོ་དེ་ཐིམ་ནས། དེ་འདྲའི་གི་རས་བྲིས་དེ་ཡིག་དང་བཅས་པ་ཡོངས་སུ་གྱུར་པ་ལ་དེ་ནས་ནི་འཇམ་པའི་གཞོན་ནུ་བརྒྱུད་པ་ཞེས་བགྱི་གང་དུ། ཨོ་དེ་འདྲའི་འཇམ་པའི་གཞོན་ནུ་བརྒྱུད་པ་དེ་ནི་རང་ཉིད་སངས་རྒྱས་དུས་ཀྱི་ལོངས་སྐུ་དངོས་ཡིན་བསམས་ནས་ང་རྒྱལ་བྱ་དགོས་པར། ཨོ་དེའི་ཕྱིར་ད་དེ་ལ་བར་དོ་ལོངས་སྐུའི་ལམ་ཆེན་ཟེར་བར།

རྒྱན་ཐམས་ཅད་ཀྱིས་བརྒྱན་པ། སེར་བ་དང་མགོ་བཙུགས་སར་བསྟན་ཅིང་ཞལ་གང་གི་འོད་ཟེར་ཡམ་ལ་རླུང་གིས་བསྐྱིལ་ཡང་དེ་ནི་མ་བྱས། ང་རྒྱལ་བཞག་སར་བསྟན་ཅིང་རྒྱན་ཐམས་ཅད་ཀྱིས་བརྒྱན་པ། སེར་བ་བཅས། རེ་ཟུང། ཧཱུྃ། འོད་ལྟ་སྟེ་ལོངས་སྐུའི་ལམ་གྱིས་བྱས། ལྟ་སྟེ་ལོངས་སྐུའི་ལམ་གྱིས་ནི་གར་སོང་ན་ང་ཚོ་བཞི་ལ་བར་ཚུལ་དང་རྣམ་པ་མཐུན་གོ་རེ་ས་རེ་ཚུལ་དུ་མཐུན་ཚུལ་བྱ་ཡོད་རེད།

འོ་དེར་སྔོ་ལྗང་ངར་སྐྱེས་ཟེར། འདི་སོང་ཨ་རེ། མེ་ལོང་ཡེ་ཤེས་ཀྱི་ངོ་ཟླ་བ་ལས་བྱང་ཆུབ་པ། མཉམ་ཉིད་ཡེ་ཤེས་ཀྱི་ངོ་བོ་ཉི་མ་ལས་བྱང་ཆུབ་པ། སྲོག་རྟོག་ཡེ་ཤེས་ཀྱི་ངོ་བོ་གསུང་ས་བོན་ལས་བྱང་ཆུབ་པ། ནི་བྱ་གྲུབ་ཡེ་ཤེས་ཀྱི་ངོ་བོ་ནི་ཐུགས་ཕྱག་མཚན་ལས་བྱང་ཆུབ་པ། ཆོས་དབྱིངས་ཡེ་ཤེས་ཀྱི་ངོ་བོ་སྐུ་རྫོགས་པ་ལས་བྱང་ཆུབ་པ།

འབྲས་བུ་རྡོ་རྗེ་འཇིགས་བྱེད་ལ་སོགས་པ་དེ་ཚོའི་སྤྲུལ་པ་པོ་གི་སྤྲུལ་པ་པོ་གི་སྤྲུལ་གཞི་དེ་འཇམ་པའི་དབྱངས་ཕྱག་རྒྱུད་ཨ་རེ། དེ་ཡི་ས་ཐག་རྒྱུད་རྒྱུད་རྡོ་རྗེ་འཛིན་པ་རི་དེར་བ། ཨོ་རྒྱུད་རྡོ་རྗེ་འཛིན་པའི་རྣལ་འབྱོར་གྱིས། བར་དོའི་སྲིད་སྦྱངས་སེ་དེ་བསྒོམས་པ་ལ་དེ་ནི་ཐ་མལ་པའི་བར་དོའི་བར་སྦྱངས་ནས། ནི། བར་དོའི་སྲིད་སྦྱངས་ནི། སྒྱུ་ལུས་བསྒོམས་པའི་སྣོད་དུ་གྱུར་ནས། ནི། དག་ལོངས་སྐུ་ཐོབ་པར་ཞུགས། ངོ་བོ་དེར། ད་ལྟ་འདིར་སྐྱེ་བ་སྤྲུལ་སྐུ་ལམ་གྱིས་བསྒོམས་པའི་དམར་ལམ་དམ་ཅན་དེར་བ།

ཨ་ནི་ཐབས་འདི་ལ་བརྟེན་ནས་ཟག་མེད་ཀྱི་བདེ་བ་མངོན་དུ་བྱའོ་སྙམ་པའི་འདུ་ཤེས་ཟིན་ནས་འོ་དེ་འདུ་ཤེས་གསུམ་དང་ལྡན་པའི་སྒོ་ནས་སྙོམས་པར་འཇུག་བ་སྲིད་པར་བྱའོ། འོ་དེ་འདྲའི་སྒོ་ནས་སྙོམས་པར་ཞུགས། དེ་ནས་དེའི་ཤམ་ལ་བྱི་ཆག་གི་ང་རྒྱལ་བཤད། ཧོ་མ་སོ་བ་ཙཱ་ཏཱ་ག་ཏཱ་ཨ་ནུ་ར་ག་ཟན་བེ་ཛ་སོ་བ་བ་ཨེ་མ་ག་ཧཱུྃ། འོ་དེ་བཞིན་གཤེགས་པ་ཐམས་ཅད་ཀྱི་རྗེས་སུ་ཆགས་པའི་རྡོ་རྗེའི་རང་བཞིན་ཏེ་ངའོ་ཟེར་བའི་སྔགས་དེ་གསུངས་དང་འོ་དེ་ཀྱི་ང་རྒྱལ་བཤགས། འོ་དེ་བར་དུ་ངོ་མཚར་སྤྲིན་འཕྲོ་སར།

དཀྱིལ་འཁོར་བཅས་བརྗོད་བྱེད་དུ་ཡང། རང་གི་ཐུགས་ཀའི་དབང་ཡུལ་འོད་གསལ་གྱི་མཁའ་ཁྱབ་ཀྱི་སངས་རྒྱས་ཐམས་ཅད་བཀུག་ནས་རང་གི་ཞལ་དུ་ཞུགས་ནས་ཡུམ་གྱི། ཞལ་དུ་ཞུགས་ནས་ད་སྐུ་ཡི་མ་དབྱིབས་བསྒྱུར་ནས་རྡོ་རྗེའི་ལམ་ནས་ཀྱི་ཡུམ་གྱི་པདྨར་མ་བབས། ཡུམ་གྱི་པདྨ་ལ་བབས་ཏེ་ད་ཐལ་ཆ་གཉིས་བསྒྱུར་གོ། ཐལ་ཆ་གཉིས་བསྒྱུར་ནས་ཆ་གཅིག་སྟེ་ཞལ་ཁ་ལ་བ་བསྒྱུར། ཡང་ཡང་བསྐྱར་ཆ་གཅིག་སྟེ་ཆ་བཅུ་བདུན་ལ་བ་བསྒྱུར། ཆ་བཅུ་བདུན་ལ་བསྒྱུར་འོ་འདི་ད་ཆ་བཅུ་བདུན་བསྒྱུར་འོ་འདི་ནས་ལྷ་བཅུ་གསུམ་དང་ཐོད་པ་བཞི་དེ་ལ་བ་བསྒྱུར། བཅུ་བདུན་སུ་དར་བ། ཆ་བཅུ་བདུན་དུ་འགྱུར་རོ་ཟ་ཆ་བཅུ་བདུན་རྒྱུ་ཡང་བསྟན། དང་པོ་ཨལ་ཐིལ་ཆ་གཉིས་དུ་དུམ་བུ་གཉིས་འགྱུར། དུམ་བུ་གཉིས་ཀྱི་ནང་ལ་དུམ་བུ་གཅིག་དེ་གི་ཡུམ་གྱི་པདྨའི་ནང་ལ་ཞལ་གང། ཞལ་གང་དེ་ལ་ཡང་ཐིག་མེད་ཟིན་ཏོ། དེ་ལ་དུར་ཁྲོད་དང་མེ་རི་བསྒོམ་མི་དགོས། ཡུམ་གྱི་པདྨའི་ནང་ལ་གང་ཡང་མེད་དེ་ལ་ཡང་དུར་ཁྲོད་དང་མེ་རི་དང་དེ་འདྲས་མེད་མཁན་གྱི་དག་ཞལ་གང་ཁབ་གཙང་གཅིག་བསྒོམ། འོ་དེ་ལ་འགྱུར། དག་དེ་ལས་ཆ་གཅིག་དེ་ཆ་བཅུ་བདུན་ལ་བ་གྱུར་ནས་ནི་ལྷ་བཅུ་གསུམ་དང། དེ་ནས་ནི་དེའི་གང་དེ། དེ། མཚམས་ཤིག་དེ་ཡོད་པ། ཐོས་པ་ཞིག་ཡོད་པ། འོ་དེ། ཚད་མེད་ཞིག་ངོ་བོ་གྱུར་པའི་ཐོས་པ་ཞིག་ཡོད་པ། འོ་དེའི་ངོར་པར་གྱུར་པའི་མོས་པ་ཆད། ད་དེའི་མོས་པ་ཆད་ནས། ད་དེ་འདྲ་བའི་དཀྱིལ་འཁོར་རྗེས་འཇུག་གི་ལྷ་དེ། པདྨ། ད། ཆོས་ལ་བར་དཀྲོགས་བསྐོར་བ། ད་འཇིགས་བྱེད་ལ། དཀྱིལ་འཁོར་རྗེས་འཇུག་དེ་སྒོ་ལྔ་གི་སྒོ་ནས། ཨ་རེ་སྒོ་ལྔ། སྒོ་ལྔ། སྤྱིར་བཏང་ན་གསང་འདུས་རེད་སྒོ་བདུན། སྒོ་བདུན་ཚར་དེར། ད་འདི་དེར་སྒོ་ལྔ་རེད་འདིར། སྒོ་ལྔ་རེད་ག་རེ་ཟེར་ན། སྐྱེས་པའི་སྒོ། གཅིག་རེད་སྐྱེས་པའི་སྒོ།

ཇི་སྐད་ལ་ཡང་དཀྱིལ་འཁོར་རྗེས་འཇུག་སྒོ་ལྔ་དང། གསང་འདུས་ལ་སྒོ་བདུན་མ་བདུན་དང་ཇི་སྐད་ལ་སྔགས་མེད་པ་དེ་གང་ཡིན་ནམ་ཟེར་བ་གྱིས། དེ་འདྲའི་ཞིག་དྲི་བ་གཅིག་དག་དོགས་སློང་དྲི་བ་གཅིག་ཀུན་འདུ་བ་དག་དེ་གཅིག་མཁྱེན་དགོས་ཞེས་རེ་བྱ། དྲི་བ་གཅིག་ལས་འདིར་ཞེས་གསུངས་མི་འདུག། ཇི་སྐད་སྒོ་ལྔའི་ཚེ་སྒོ་ལྔ་ཟེར། དག་གསང་འདུས་ལ་དེའི་གང་ལ་སྒོ་དེ་གར་ཟེར་ན་ཨོང་སྐུའི་སྒོ་དང་རི་དྭགས་ཀྱི་རྗེས་དེར་སྒོ་གཉིས་མཐུད་པ་བརྒྱད་བར།

དེ་ནས་རི་དྭགས་ཀྱི་རྒྱས་བཏབ་པ་དེ། རྗེས་ཆགས་ཀྱི་རི་དྭགས་རྒྱས་བཏབ་པ་དེ་དག་དེའི་གཤམ་ལ་ཡོང་བར་ར། གཙོ་བོ་རྩ་བཤལ་གྱི་དབུ་ལ་མི་བརྒྱུད་པ། ན་ལྷ་བཞིན་ཤ་དང་ཤ་ལོ་བ་ལ་རྣམ་སྣང་ལྷོ་དང་ལྷོ་ནུབ་པ་རྣམས་ལ་རིན་འབྱུང་ནུབ་དང་ནུབ་བྱང་པ་ལ་འོད་དཔག་མེད་བྱང་དང་བྱང་ཤར་པ་རྣམས་ལ་དོན་གྲུབ་ཀྱི་དབུ་རྒྱན་ཅིང་ཆོས་འབྱུང་འཁོར་དང་བཅས་པ་དཔལ་རྡོ་རྗེ་ཆེན། ཡུམ་བདག་གི་སྐུ་ཆེན་པོ་ཆེན་པོ་སྤྱོད་ཚེ་རིར་རྒྱས་བཏབ་པ་ཞེས་གསུངས་སོ། འོག་རྒྱས་བཏབ་པ་དེ་འོག་ལ་ཡོངས་བསྡུ་བ། ཨོང་སྐུ་རྒྱས་བཏབ་ཀྱིན་དེ་འོག་ལ་ཡོངས་བསྡུ་བའོ་དེའི་ཁྱད་པར་རི་དྭགས། རི་བོའི་རྟགས་ལ་ཡང། སྒོ་ལྔ་མ་དུ་མས་པ་བཤད། དབང་པོ་བརྒྱད་དག་དེ་ཤམ་ལ་ཡོད་ཡིན་ཙང་དེ་གར་མེད། ས་དབང་འདོད་པ་དེ་དང་པོ་ནས་རི་དྭགས་རང་ཆས་སུ་ཡོད། རི་དྭགས་རང་ཆས་སུ་དེ་གས་ནི་དབང་བསྐུར་བ་ཡིན། རང་གི་རི་དྭགས་ཡབ་ཡུམ་བྱང་ཆུབ་སེམས་ཀྱི་དབང་བསྐུར་བ་སྟེ་དེ་ཡིན། མ་དོ་འོག་ལ་མ་ཡེ་ཤེས་པའི་སྤྱན་ཧྲཱི་ལོགས་སུ་ཡོད་མ་རུ་བ།